དཀར་ས། མོ་བྲ་ཡུག་ས་ཇོ་ར་མོ་བྲ་དཀར་ས་འགྲམ་བྱེ་ས་དེར་འདི་འདྲའི། འོ་འདི་འདྲའི་ཅི་སྣང་ལ་བག་ཡུག་འདུག་ཨ། ཨ་འདི་འདྲའི་ཅི་བསྡད་དེ་དུས་བསམ་པ་ལ་ཕ་ཅོག་ནས་ན་ད་ལྟ་བུ་མོ་གི་ནང་མི་དེ། ད་བུ་མོ་ནི་ལས་ཀ་ནི་གཅིག་བྱེད་ནས་ཀླད་རྗེས་མི་འདུག་ལ་ན་ནི་པུ་ལིས་ལ་ཕོན་བཏང་ནས་ད་ངའི་བུ་མོ་བརླག་ཤགས། ད་རི་ཞོགས་མཁན་ནས་དེ་འདྲ་བྱེད་ནས་འགྲོ་ད་ལྟའི་སླེབས་མ་སོང་ཟེར་ལ་དུས་བསམ་པ་ཨ་ནི། བུ་མོ་གི་ད་ལྟ། ཕོན་ད་དེ་འདྲའི་ཏྲེག་ཏོ་བྱེད་དུས་བསམ་པ་ཨ་ནི་ཕ་ཅོག་དེ་ད་ལྟ་ཨིན་བྷའུན་བྱེ་ས་མོ་བྲ་བག་ཡུག་ས།

གཅིག Accidental ཆགས་ཇི་དུས་ཙམ་པ་ལ་ཁོ་ཁོ་རང་ཚོ་གི་ལས་ཀ་ཡིན་དུས་ཙམ་པ་ལ་ལས་ཀ་དེ་ནི་ཡང་གཅིག་སྤུས་དག་པོ་འདྲ་ཅིག་བྱས་མི་འདུག་ཨ་ག་འདྲ་ཅིག་རོབ་ཚོད་འདྲ་བ་ཅིག་ཨོ་ད་འདི་ཡོད་ས་མ་རེད་ལ་ནི་ཚོད་དཔག་འདྲ་བ་ཅིག་ག་འདྲ་ཅིག་གཙང་མ་ཅིག་བལྟ་ཡོད་ན་མཐོང་ཡོད་རེད་བ། དེ་འདྲ་མ་མཐོང་དུས་ཙམ་པ་ལ་ནི་མེ་ཤག་ཤག་འདྲ་བ་ཅིག་ནི་ཕ་གའི་དེ་མོ་ཏྲ་དེ་ཕག་གི་དེ་མོ་ཏྲ་དེ་ཨ་ནི་ས་ཆུ་ཚོད་བཅོ་གསུམ་ལྷག་ཕ་གའི་ནང་ལོགས་ལ་མོ་ཏྲ་ཆུ་ཚོད་བཅོ་གསུམ་ལྷག་འདི་ནས་བལྟ་དུས་ཙམ་པ་ནི་བུ་མོ་དེ་ཕ་མོ་ཏྲ་བལྟ།

ས་དར་རྗེས་བཞི་རལ་དོ་ཨ། ས་དར་རྗེས་དྲོ་བ་སེང་གཟུགས་སྤུན་ཟླར་སེང་དྲོ་བཞི་རལ་དོ་ཁོ་རང་ལོ་སུམ་ཅུ་སོང་གཉིས་སྤུ་གུ་གཅིག་གི་དཔའ་བ་སྤུ་གུ་ལོ་གཉིས་ཡིན་ན་དེ་འདྲའི་གཅིག་གི་དཔའ་བ། འདི་ཁོ་རང་གི་མན་ཡོད་མགྱོགས་མགྱོགས་པོ་དེ་འདྲའི་གཅིག་བཏང་མེད་ན་ཁོ་སྙིང་རྗེ་དགོན་དང་ནང་ལ་གླིག་སྒོར་ཁོ་རང་ནང་ལ་ཨ་སྤུ་གུ་ཐུབ་ཨ་སོ་སོ་གྱི་མན་ཐུབ་ཨ་ནི་ཁོ་རང་ཡིན་པས་ན་སྙིང་རྗེ་དེ་འདྲའི་ཆང་རག་བཏུང་ཨེ་འདྲའི་བྱེད་ངན་འདྲ། བཏུང་ནས་འགྲོ་སྐྱོ་དེ་འདྲ་མ་རེད་ད་ཁོ་རང་སྙིང་རྗེ་ག་འདའ། སོ་སོ་བ་ཝེར་ཧའུ་ལ་ལས་ཀ་བྱེད་ལས་ཀ་དེ་གི hours དེ་ཉུང་རེད་ད་དེ་ནང་མི་གསོད་དགོ་དུས་ཙམ་པ་ལ་ཡ་སྙིང་རྗེ། ཁོ་རང་མ་བཀྲབ་ནས་ཆུ་ལོག་ལ་མ་ཐོན་བྱས Uber དང Lyft བཏང་ནས་ད་དཔེ་ཤག་བཟོས་དགོ་དུ་ལ་ནས་དེ་འདྲའི་བྱེད། བྱེད་ནས་ཁོ་རང་སྙིང་རྗེ་ཞོགས་ཀའི་སྔ་བོ་ནས་ས་མཐོ་རང་ཆུ་ཚོད་བཞི་དང་སྐར་མ་བཅོ་ལྔ་ལ་མོ་ཁོ་གི་དེ་མི་དེ་ལན་དུ་བ་བུ་མོ་དེ customer དེ།

ཨ་འདི་འདི་འདྲའི་མང་པོ་མཐོང་ཡན་འདུག་ང་ཚོ་ད་ང་རང་འགྲོ་ང་ཚོ་དེ་ཨུ་པ་དང་ཡན་འདྲའི་ཞུ་དུས་ཙམ་པ་ལང་ཁ་གང་ལ་མང་པོ་དོན་འདི་དུས་ཡན་འདྲའི་ལོ་ཆུན་ཆུན་འདི་འདྲའི་གི་ང་ཚོ་བས་པ་རེད་ལ་གི་མེད་ཡན་བས་པ་མི་འདུག་ཡན་ལ་གི་མེད་རེད་བ། འདི་འདྲའི་མོ་ཏྲ་མགྱོགས་པོ་འདྲ་བོ་བཏང་ཅིག Swag འདྲ་བོ་ཡིན་ཅིག་ག་འདྲ Flexing འདྲ་བོ་ད་ག་འདྲ་ཨིང་འདྲ་བོ་ཞིག་སྟོན་འདྲ་བོ་བྱེད་ནས། མགྱོགས་པོ་འགྲོ་བ་དང་གཅིག་ཁྱད་མཚར་བོ་དེ་འདྲ་བྱས་དགའ་བོ་འདུག་ཨ། འདི་འདྲ་ཅིག་འཐུས་ཤོར་ཆུ་འཇོལ་འགྲོ་བ་ཅིག་སོ་སོས་ཀྱི་ག་ཡེ་མི་འདུག་ཨ་འགྲོ་ལས་འགྲོ་བ་ཅིག་གི་མི་ཕ་ཕྱོགས་ཀྱི་མི་ཚེ་ཁོ་རང་འཕྲོ་བརླག་བཏང་ཤོག་གོ་ནང་མི་ཁོ་རང་འཕྲོ་བརླག་བཏང་ཤོག་གོ། འདི་འདྲ་ཡིན་དུས་བསམ་པ་ལ་ཡང་ད་འདི་ང་ཚོ་ད་སྤྱི་ཚོགས་ནང་ལོགས་ལ་ཡང་ད་དེ་བོད་པ་ད། ཕ་མ་སྤུ་གུ་དེ་ཚོ་ཆེན་པོ་ཆགས་འགྲོ་གོ་རེད་ཨ་ནི་སྤུ་གུ་ད་ལོ་བཅོ་བདུན་བཅོ་བཅུ་དྲུག་བཅོ་བདུན་བཅོ་བརྒྱད་དེ་འདྲ་བྱེད་རྒྱུ་ད་ཕ་མ་དཔེ་མང་པོ་རེད་ཨ་ནི་ང་ཚོའི་བལ་པོའི་གནས་སྟངས་ཡག་འགྲོ་དུས་ཙམ་པ་ལས་ཚང་མ་ནང་ལ་མོ་འདྲ་གཅིག་གཉིས་མེད་ནས་གཅིག་ད་ཡོད་བསྡད་རྒྱུ་སྐྱེ་ཉར་འགྲོ་ཆགས་དུས་གོ་རེད་དེ་འདྲ་ཡིན་དུས་ཙམ་པ་ལས་ཨ་ནི་ཕ་མ་གི་ནས་སོ་སོའི་སྤུ་གུ་མོ་འདྲ་ད་ང་ད་དུ་ཚོ་བཏང་ན་དྲན་གོ་རོ་དེ་རྒྱབ་སྐྱོར་ཡ་བྱེད་གོ་རོ་དེ་ཡག་པོ་རོ་ཡིན་ནས་ད་ག་རང་ལ་ཡ་ཨ་ནི་ཕ་མ་གི་ཡང་བརྟན་པོ་བྱས་ཏེ་དཔེ་ཁྱད་ཆེན་པོ་དྲན་གྱི་འདུག་ར་ཕ་མ་གིས་ཡང་དེ་ཅི་ཨོར་དོམ་འདྲ་བོ་མེད་པ་བྱས། སྤུ་གུ་འདྲ་བོ་ཡིན་ན་གང་ལྟར་མོ་སྒྲ་ཡག་པོ་བྱས། བཏང་གལ་སྲིད་བཏང་ཤེས་ཀྱི་ཡོད་པ་ཡིན་ན། མོ་སྒྲ་ཡག་པོ་བྱས་ནས་བརྟན་པོ་བྱས་ནས་བཏང་ཅིག་ལབ་ཀྱི་ཡོད་པ་ཡིན་ན། ཨ་ནི་མོ་སྒྲ་བརྟན་པོ་བཏང་བཏང་འདྲ་བོ་བྱས་མོ་སྒྲ་ག་ལི་བཏང་ན་གས་ཆེན་པོ་ཡིན་མེད་མགྱོགས་པོ་བཏང་ན་གས་ཆེན་པོ་མེད་མགྱོགས་ཨ་ནི་མོ་ཏྲ་བཏང་དུས་བརྟན་པོ་ལ་ན་ག་འདྲེ་ཡིན་མེད་ཅིག་ཡོད་རོ་ཨ་ནི་ཨ་ནི་མོ་ཏྲ་བཏང་བའི་རིང་ལ་ཡ་བཏང་དུས་ཙམ་པ་ཡིན་ན་ཨ་ནི་ཆང་རག་དེ་རྒྱུན་ནས་བཏུང་རྒྱུ་འོང་མ་ལྟར་ལ་ནི་ཁོ་ག་ད་ནང་ཁོ་རང་ནི basic ཁོ་རང་ནི་བརྟན་པོ་འདྲ་བོ་ཅིག་གཙང་མ་འདྲ་བོ་ཅིག་ཀླད་པ་ནང་ཀླུ་བསྡད་པས་ན་ཨ་ནི་ཁོ་ཁོ་རང་ཅག་ནི་ཞི་བོ་ཅང་གོ་ཁེགས་མ་རག་འདི་གས་ཆེན་པོ་ཡིན་པ་འདི་ནང་ནས་ག་ད་ཅིག་གོ་བསྡད་དུས་ཙམ་པ་ཡིན་ན་ཨ་ནི་འདི་ལག་བརྡ་བསྐྱལ་ལ་ཡ་ལེ་ལོ་བོ་ར། ནི་འོ་འདི་འདྲའི་སྒྲོ་བྱས་ནས་སོ་སོའི་གི་སྤུ་གུ་དུ་མཛོད་ལ་ཡིན་པ་ཡིན་ན་ནི་མོ་འདྲ། ནི་གོ་མདའ་ཚན་འདི་འདྲའི་ལ་ཡ་ག་མདའ་ཚན་ཚོགས་འདྲ་བོ་དང་གཅིག། Excuse me། གན་དི་པ་ཏི་འདྲ་བོ་དང་འདི་འདྲའི་གཅིག་ལ་ཡ་ག་མདའ་ཁྱེད་རང་གི་རྣ་བ་ལ་དག་སྤུ་གུ་གི།

བསམ་བློ་བདེས་ཤིག། གུ་ཡངས་སུ་འགྲོ་བཏང་ནས་ཨོ་ད་འདི་སྤྲད་ན་འགྲིག་ས་རེད་མ་རེད་ལ་ནས་རྩིས་འགྲོ་ཅིག་བརྒྱབ། ཡང་ནི་ཡང་ཅིག་གི་འདི་འདྲ་འགྲོ་རང་འགྲོ་དགོས་ཀྱི་ཡོད་པ་ཡིན་ན་ནི་ཨུ་བར་ལ་ཡ་འགྲོ་ཡིན་ན་ཡང་འདི་སོ་སོའི་གི་སྤུ་གུ་རེད་ཡང་ནི་གང་དག་ཅིག་དགུང་མོ་ལྔ་བཅུ་བརྒྱ་སུ་འགྲོ་ཅིག། བསམ་བློ་ཅིན་བཏང་ན་མང་པོ་ཡིན་གྱི་རེད་བསམ་བློ་ཅིན་བཏང་ན་མང་པོ་ག་ཡི་མ་རོ་ཨ་ཁོ་སེ་ཧྥི་ལ་ཡ་འདི་བརྒྱ་ཆ་བརྒྱ་ནས་བརྒྱ་ནི་གང་དག་ཅིག Drink དང Drive བྱེད་དགོས་ཡོད་ཀྱི་རེད་ཡོད་མ་ར། ཨན་པ་ཏི་དྲོ་བ་ཅིག་ལ་སྒྲོ། ཅིག་ཐོང་ཞེས་ཨན་ད་ལེན་གང། བི་ཡ་བོ་དྲོལ་ཅིག་མ་ཤི་སྟོང་མེད་དྲོ་ལབ་ཨན་འཇུག་མ་གཉིས་མ་ཤི་སྟོང་མེད་ང་ད་ར་ཟིག་ཡོད་མི་འདུག་ལ་ཡ་སོ་ར་དྲོ་བ་ཅིག་ཆེ་བཞིན། ཅིག་གི་ནན་ཏན་རྟག་པ་འདྲ་ཅིག་བཏང་འདེགས་ཡོད་ན་ནི། ཁོ་གནས་ཚུལ་སྡུག་ག་ཅིག་ཡོང་ཨེ་ལ་ཁོ་ཐེ་མ་ཅིག་མ་བཞིན་གི་ཐེ་མ་ཅུས་དེ་འདྲ་ཡོང་མ་ར་ཐེ་མ་ཅིག་ཁོ་རང་ལ་ཡང་ཏག་ཏག་རིས་ཤག་ར། འོང་དེ་འདྲས་འགྲོ་གི་འདུག་ཨན་འདི་གི་གང་ད། ཅིག་ཁྱེད་རང་ཚོ་ལས་ཅིག་ལབ། སྤུ་གུ། བུ་གུ་ཕ་མ་ཡིན་དུས་ཡང་འདི་འདྲའི་མང་པོ་ཅིག་གནས་ཚུལ་འདི་འདྲའི་ཡང་ང་ཚོ་གར་ས་མ་གོ་བ་འདི་འདྲའི་ཡོང་སྲིད་ཀྱི་རེད་ཡང་འདི་འདྲའི་ཅིག་ཁྱེད་རང་ཚོ་ལ་ཡང་ཅིག་ལབ་ན་ཡང་ཅིག་སྔོན་བརྡ་འདྲ་བོ་བྱས་ནས་ཡ Warning འདྲ་བོ་འདི་འདྲ་ཆགས་ཀྱི་འདུག་ཨ་ལ་ནས་ད་ལྟ་འདི Teenager རེད་ད་ང་ཚོའི་བོད་པ་རེད་ལ་བོད་པ་ད་བར་ཆད་མ Definitely ཡིན་གྱི་མ་རེད་ཡིན་པའི་གནས་ད་ལྟ་དེ་མིང་དང་དེ་འདྲ་ག་དགོས་ཞིག་ཐོན་ཡོང་མར་འབྲེམ་སྟོན་སྔོན་ལ་དེ་ཕ་ཆེན་རྒྱ་གར་འགྲོ་ཨང་འགྲོ་གི་ཡིན་གྱི་རེད་བ། ཡིན་པའི་གནས་དེ་འདྲས་ཡང་ང་ཚོའི་གི་སྤུ་གོས་ཡང Reckless བྱས་མགྱོགས་པོ་ཞོལ་གྱི་བཏང་ཆང་རག་བཏུང་ནས་བཏང་དེ་འདྲས་བྱས་ན་གནས་ཚུལ་སྡུག་ཅག་ཐབས་སྐྱོ་བོ་དེ་འདྲས་ཡོང་སྲིད་གི་རེད་བ་མི་མེད་པ་དེ་འདྲས་ཆགས་པ་དེ་འདྲས་ཡོང་གལ་སྲིད་ཡོང་བ་ཡིན་ན་ཨ་ནི་སྤུ་གོས་ཁོ་ན་ལ་ད Trauma ག་རེ་སླེབས་གི་ཡོད་ནས་མེད་ནས། ད་སོ་སོས་བཟོས་པའི་ཆང་དེ་ཞིམ་པོ་མིན་ནས་བཏུང་རྒྱུར་རོ། ཁོ་རང་རང་གིས་ད་ནོ་ཡིང་ལི། ཨ་རག་བཏུང་ངེས་འདྲ་བྱིན་བཏང་བས་ན་དེ་དེ་གཅིག་རེད་དེ་ལས། ཕ་མ་ཁོ་རང་ཡིན་པ་ཡིན་ནས་ཀུན་ཆོས་ཐང་གི་མོ་ཏྲ་དེ་མ་དྲན་ན་བདག་ད་ཡང་དེ་འདྲ་ཅིག་ཆ་མེད་བ་འགྲོ་བསམ་བསམ་སོ་ར་ཅིག་དྲན་གྱུར་ན་དེའི་མེ་མོ་རི་དེ། མི་ཚེ་གང་ཟག་འགྲོ་ཅིག་ཧོན་བྱེད་ཡ་འགྲོ་ཅིག་དེ་གི་རོ། ཨོ་དེ་འདྲ་ཅིག་སྐྱེ་འབས་ཀྱི་དེ་འདྲ་ཅིག་ཆགས་སུ་ད་ལ་ཡ་འགྲོ། དེ་ཡིན་དུས་ཙམ་པ་ལ་ཡ་ག་ད། Safe Driving དེ་དཔེ་ཨེན་ཀ་རེ་བྱེད་རོགས་བྱེད་སོ་སོའི་གི Family ནང་ལོག་ལ་ཡིན་པ་ཡིན་ནའི་ཨེན་ད་འདོད་བྱུང་གསུམ་བྱུང་གི་ཡོད་ན་སོ་སོའི་མཉམ་དུ་ལ་ཡར་འགྲོ་སོ་སོའི་བུ་རེ་བུ་མོ་རེ་མོ་ཏྲོ་དང་པཱ་ལགས་མཉམ་དུ་འགྲོ་གི་ཡོད་པ་ཡིན་ན་པཱ་ལགས་འགྲོ་བྱས་ནས་ནམ་རྒྱུན་ཅིག་མགྱོགས་པོ་འགྲོ་བཏང་གི་ཡོད་ནའི་ཡང་པུ་གུ་བདུན་ལ་ཡར་ཅིག་བརྟན་པོ་འགྲོ་བཏང་བཏང་འགྲོ་བྱོས་ར་བརྟན་པོ་འགྲོ་བྱས་ནས

བྱེད་དེ་འགྲོ་ཆགས་ཀྱི་རེད་འདི་ལ་ཞུ་བ་ཞུ་བ་གཅིག་གིས་ཀླད་པ་གཡུག་འདི་འདྲ་ག་ཆོག་མ་རེད་ཁོ safe driving ལ་འགྲོ་ན་འགྲིག་གི་རེད་འོ་འདི་འདྲ་ཞིག་བྱས་ནས་ནི་ལབ་ཉེན་དཔེ་གྲོགས་སོང་ཨ་ནི་འདི་འདྲའི་གང་མང་མང་ཅིག་ཨ་ནི་གང་དག་མོ་དགྲ་བཏང་ངན་འདི་འདྲའི་སྤུ་གུ་ལོ་ཆུང་བ་འདི་འདྲའི་སོ་སོ་ནང་ལ་ཡང་བཏང་གི་ཡོད་པ་ཡིན་ན་ཨ་ནི་དོན་ཚོ་གང་དག safe safely བཏང་རོགས་བྱས་ཨ་ནི་དགོན་བདག་དུས་ཚོད་ད་ག་ལོག་དུས་ཚོད་དོན་ཚོ་ཆུ་བོ་དེ་འདྲ་ལེན་ན་རྗེའི་སྤྲུལ་དེ་འདྲ་ཡིན་ན་ད་བཏང་ཆོག་གོ་བ་མ་ར་ད་དེ་འདྲའི་གི་ཡང་ཨོར་དོམ་ཟེར་ནས་ད་འགྲིག་གི་རེད་ལ་དེ་འདྲ་མ་བྲེལ་བ་བྱས། ཨ་ནི་དེ་དེ་ནང་བཞིན་གི་གནས་ཚུལ་གཞན་པ་ལ་ཡིན་ན་ཨ་ནི་ཡང་མོ་སྒྲ་བཏང་ངན་ད་ལྟ་བོད་པའི་ནང་ལོགས་ལ་དེ་འདྲའི་མང་པོ་ད་ངེད་ཀྱི་ཧ་གོ་རྒྱོ་ནང་ལོགས་མང་པོ་ཡོད། སོ་སོའི་བུ་བུ་དང་ཚོས་མོ་སྒྲ་བཏང་བྱོས་དུས་བསམ་པ་ཕ་མའི Insurance དང་ཚོ་མ་ལེན་ནས།

ཨ་ནི་ཨང་མོ་ཏྲའོ་ཨོ་ཏའོ་གོང་ཆེན་པོ་དང་ནི་ཏང་གོའེ་སའེ་ག་ཡིན་མེད་ལ་ནི་ཨ་ནི་ཏང་མོ་གོ་ཡིན་ན་ཨ་ནི་ཚོའི་ལོ་ག་རེད་ཨ་ནི་ཁོ་རང་མེད་པ་ཡིན་ནའི་ཁྱད་པར་ཡོད་མ་རེད། ཡིན་ནའི་མོ་ཏྲ་ཏང་བཅུ་དགུ་ཡོད་པ་ཡིན་ན་ཨ་ནི Insurance དེ་སོ་སོའི་མཉམ་དུ་ལས་སྦྱར་ནས་ཡིན་གཅིག་མིན་གཅིག། ད་འདི་ཁྱེད་རང་ཚོའི་གི་ཕ་ཆེན་ཧ་ད་གུ་གུ་ཡོད་གི་རེད་གལ་སྲིད་ཁ་ཆག་སྣ་རལ་འདྲ་བ་ཅིག་བྱུང་བ་ཡིན་པ་ཡིན་ན་ཨ་ནི་འདི་གང་ཟག་ཁྱེད་རང་ཚོའི་མགོ་གང་ལ་བབ་གི་རེད་ཨ་ནི་མགོ་ལས་མ་ཕྱི་ཡ Definitely བཟོ་གི་རེད་ད། ཨ་ནི་འོ་འདི་ཡིན་དུས་ཙམ་པ་ལ་ཡ། ཁྱེད་རང་ཚོས་ཀྱིས Responsible བྱས་ནས་འདུ་འཛོ Step འདུ་འཛོ་ཡང་བརྟན་པོ་འགྲོ་བྱས་བས་ན་ནི་ག་རེ་ཡིན་པ་ཡིན་ནས་འཇུག་མ་ཅིག་ཆགས་བས་ནས་ག་འདྲ་ཅིག་སོ་སོས་ཀྱི་ཆ་ཤི་དྲོ་ཏག་ཏག་ཅིག་བཀོད་ཡོད་དེ་ཙམ་པ་ལ་ཡང་གནས་ཚུལ་དོག་ཉུལ་བོ་འདི་གམ་ས་ཆགས་མ་ར་དོག་ཉུལ་བོ་ཅིག་གང་ལ་དོག་ཉུལ་བོ་འདི་གམ་ས་ཆགས་མ་ར་ནི་རྦད་དུ་ཁོ་རང་གིས་ཨོར་དོམ་ནང་བཞིན་བྱས་ནས་བཙལ་དུས་ཡང་ནི་ཡང་བརྗེད། དེ་ཤོག་སྒྲོག་ར་ཡ་སྒྲོག་འདི་འདྲ་ཡོང་གི་དྲན་གི་འདུག་ལགས་སོ་འདི་འདྲས་ཅིག་ཁྱེད་རང་ཚོ་ལ་ཞུ་ཞུ་ཉེས་གྲོགས་སོང་ཨ་ནི་གང་ལྟར་ཅིག་ད་དེ་ང་ཚོའི་གི་གནམ་གཤིས་དེ་ད Toronto ལ་གང་ལྟར་དེ་སྡུག་ག་འགྲོ་ཅིག་ད Winter སླེབས་ཡོང་གོ་རེད་ཨ་ནི་དེ་གང་ད་ད་རིང་འགྲོ་ཅིག་ན་དེ་ཆུ་ལོག་གང་རྒྱབ་དེ་ཤག་ཨ་ནི་ཧོན་དེ་འདྲས་ཡིན་དུས་ཙམ་པ་ལ་ཡང་མོ་ཏོ་བཏང་དུས་ཨ་ནི་གང་ད་གང་ནང་ལོགས་ལ་ཡང Winter། ལ་ནི་གལ་སྲིད་དཀྱུས་མོའི་ལས་ཀ་དང་དེ་འདྲའི་འགྲོ་དུས་བརྩམས་པ་ལ་ཡང་སྐྱེ་ལོ་མི་གྲངས་ཉི་ཤུ་རྩེ་ལྔ་སུམ་ཅུ་དེ་འདྲའི་ཕག་ལ་ངག་གཅིག་ལ་འགྲོ་གི་ཡོད་པ་ཡིན་ན་ཁྱེད་རང་ཚོ་ཉིན་མ་རྟག་པར་འགྲོ་ཅིག་གི་དཀྱུས་མོ་དེ་འདྲའི་བྱུང་ཡོད་པ་ཡིན་ན། ནི་ངས་ཁྱེད་རང་ཚོ་ལ་ཡང་ག་རེ་ལབ་འདོད་བྱུང་སོང་ལབ་ན་ང་རང་གི Experience ཐོག་ནས་ནི Winter Tire ཅིག་ངེས་པར་དུ་བླུགས་ན་ཡག་པོ་རེད། ནི Winter Tire དེ་ཡིན་པ་ཡིན་ན། Tire དེ་ཡང

Fifteen ནང་སླེ་དུས་ཙམ་པ་ཡིན་ན་ཁོ་གི་འགིག་དེ་ཁྲག་པོ་ཞེ་དྲག་ཆགས་གི་འོག་མར་ཁོ་སོབ་སོབ་དེ་ཁོ་རྒྱུ་དེ་སོབ་སོབ་ཞོ་གཅིག་གང་ལ་བཟོས་དུས་ཨ་ནི་ཁོ་དེས་ཅིག་ཁྲག་དམར་ཞིག་གི་རྡོ་ནང་བཞིན་དེ་ཆགས་གི་འོག་མར་ཨ་ནི་ང་ཚོའི་གི་ད་ལྟ Summer Tire དེ་ཚོ་ཡིན་པ་ཡིན་ན་ཨ་ནི་ཁོ་ཁྲག་པོ་རང་ཡིན་དུས་ཙམ་པ་ལ་གནམ་གཤིས་གྲང་མོ་ལ་བཏང་འོང་དུས་ཙམ་པ་ལ་ཨ་ནི་དེ་རྡོ་ནང་བཞིན་བྱས་ནས Tire དེ་ཨ་ནི་དཔེ་ཁྲག་པོ་ཆགས་དུས་ཙམ་པ་ལ་ཨ་ནི་ག་རེ་བྱེད་དགོས་ལགས་ན་ཁྲག་པོ་ད་ལྟ་ངས་ཁྱེད་རང་ཚོ་ལ་ཡ་ཁྲག་པོ་དང་སོབ་སོབ་ལ་ཡ་སྦྱོར་བ་དེ་ལང་ཁ་སྒང་ལ་འགྲོ་དུས་ཙམ་པ་ལ་ཡ་གང་དང་དེ་འདྲའི་ཡོད་པ་ཡིན་ན།